བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་གོ་འཆམ་མཛད་རྩ་བ། གནས་དྲུག་པའི་སྐབས་བཞི་བ། ཤེས་བྱ་སྤྱིའི་མཚན་ཉིད་རྣམ་པར་བཞག་པའི་སློབ་ཚན་ཞེ་བརྒྱད་པ། རྟེན་འབྲེལ་གྱི་གཏོལ་ནོར་བསྡུ་བ་ཟེར་བ་འདིའི་སྐོར་ལ་སློབ་ཚན་འགྲོ་ཡིན། འདིའི་སྔོན་གྱི་སློབ་ཚན་འགའ་ཞིག་གི་ནང་དུ་རྟེན་འབྲེལ་གྱི་སྐོར། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ངོ་བོ་དང་དབྱེ་བ་ཕྱེ་ལས། རྟེན་འབྲེལ་ཡན་ལག་བཅུ་གཉིས་དེ་སྐྱེ་བ་དུས་ལ་རྫོགས་ཚུལ་ལ་སོགས་པའི་སྐོར་ལ་གང་ལ་གང་འཚམ་ཞིབ་ཅིང་ཕྲ་བ་ཅིག་འགྲོ་ཟིན་པ་རེད། ད་ནི་དེ་རིང་ནས་རྟེན་འབྲེལ་གྱི་དོན་དུ་བསྡུ་བ་སྒང་དུ་བཤད་པའི་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྐོར་དེ་མདོར་ན་ག་འདྲ་ཅིག་རེད་དེ་གནས་སྟངས་དེ་ཕག་མཐར་གཏུགས་ཏེ་ལྡུམ་འདྲ་བོ་དེ་བརྒྱབ་པ་ཡིན་ན་ག་འདྲ་ཅིག་རེད་ཟེར་བ་འོ་དེའི་སྐོར་དེ་བཤད་ཡ་ཡིན། དེ་ནས་རྟེན་འབྲེལ་གྱི་དོན་དུ་བསྡུ་བ་དེ་ལ་ཡང་སྐྱེ་འགག་རྟོག་པ་རྟེན་འབྲེལ་ལས་བྱུང་ཚུལ་དང། རྟེན་འབྲེལ་བདེན་པ་གཉིས་སུ་བསྡུ་བ་རྟེན་འབྲེལ་རྟོགས་པར་དཀའ་བའི་ཚུལ་དང་རྟོགས་ན་ཕན་ཡོན་དང་ལྡན་པའི་ཚུལ་གྱི་ཟབ་རྒྱས་བཞིན་དུ། དེའི་ནང་གི་དང་པོ། སྐྱེ་འགག་རྟོག་པ་རྟེན་འབྲེལ་ལས་བྱུང་ཚུལ་ཟེར་བ་འདིའི་རྩ་བ་ཡིན་ན་ཕྱི་མའི་མི་རྟག་ཟབ་པོ་མཐུ་ལྡན་པས་དངོས་རྣམ་སྐྱེ་འགག་རྟེན་འབྲེལ་རྟོག་ལས་འབྱུང། དེ་འདྲ་ཚིག་རྐང་གཉིས་གསུངས་འདུག། དེ་ནི་འདིའི་ནང་དུ་འདུ་རུ་བསྡུ་བ་ཡིན་ན་ཨེ་ནི་བྱིན་མིན་ཟེར་བ་དེ། ཁྱད་པར་བུ་གའི་བསམ་བཞིན་དུ་བྱས་པ་མ་ཡིན་པ་ཁྱད་པར་བུ་ཡི་གླུའི་གཡོ་བ་སྔོན་དུ་སོང་ནས་བྱས་པ་མ་ཡིན་པའོ་དེ་ཟེར་གྱི་ཡོད་པ་རེད། དེའི་དོན་དག་ག་རེ་ལབ་ན། འཇིག་རྟེན་གྱི་སྣོད་དང་བཅུད་ལ་སོགས་པ་ང་ཚོའི་སྣང་བ་ལ་ཡོད་པའི་དངོས་པོ་འདི་དག་ཐམས་ཅད་འཇིག་རྟེན་ཁྱད་པར་བུ་གའི་བསམ་བཞིན་དུ་བཟོས་པ་མ་རེད། ཨ་ནི་དེ་རང་རང་དང་མཐུན་པའི་རྒྱུ་དང་སྤྱིན་ཚོགས་པ་ལས་བྱུང་བ་རེད། འོ་དེ་རེད་ས་བོན་མཐུ་ལྡན་པ་རང་རང་གི་ས་བོན་ནམ་ཡང་ན་རང་གི་རྒྱུ་རང་དང་རིགས་མཐུན་པའི་རྒྱུ་དང་སྤྱིན་སྣ་ཚོགས་འདུ་བ་ལས་བྱུང་བ་ཅིག་རེད། འོ་དེའི་དོན་དག་གཅིག་དང་དངོས་རྣམ་སྐྱེ་འགག་རྟེན་འབྲེལ་རྟོག་ལས་བྱུང་ཟེར་བ་དེ་དངོས་པོ་རྣམས་ཀྱི་སྐྱེ་བ་དང་འགག་པའི་ཚུལ་ཕྲ་ཞིང་ཕྲ་བ་དེ་ཧ་གོ་བར་བྱེད་པ་ལ་རྟེན་འབྲེལ་རྟོགས་དགོས་པ་རེད། རྟེན་འབྲེལ་རྟོགས་པ་ཡིན་ན་དངོས་པོ་རྣམས་སྐྱེ་བ་དང་འགག་པའི་གནས་ཚུལ་ཞིབ་ཅིང་ཕྲ་བ་དེ་ཧ་གོ་ཐུབ་ཀྱི་རེད། དངོས་པོ་རྣམས་སྐྱེ་བ་དང་འགག་པའི་གནས་ཚུལ་དེ་ཞིབ་ཅིང་ཕྲ་བ་ཧ་གོ་བ་ཡིན་ན་རྟེན་འབྲེལ་ལ་ངེས་པ་བརྟན་པོའམ་རྟེན་འབྲེལ་ལ་ཡང་ཡིད་ཆེས་པ་བྱུང་གི་རེད་ཟེར་བ་དོན་དག་དེ་འདྲ་ཞིག་རེད།